འོག་ལ་སོགས། རྒྱལ་སྲས་ཆེན་པོ་ཞི་བ་ལ་ཞག་ལྔ་ནས་བརྩེགས་པའི། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ཞེས་བྱ་བ་དེ་ཉིད་ཤེས་པར་བྱ་བ་དེ་ལ། ལེའུ་བཅུ་ཡོད་པའི་གྲས་ལས། ད་རེས་ཀྱི་སྐབས་སུ་བབ་པ། ལེའུ་དགུ་པ་གཤེན་རབ་ཀྱི་ལེའུ་ཞེས་པའི་སྐབས་ཡིན། ད་འདི་ཤེས་པར་བྱ་བ་དེ་ལ་ཡང། མཚམས་སྦྱར་ཏེ་ཤེས་རབ་སྤྱད་པར་གདམས་པ་དང། དེ་ཇི་ལྟར་སྤྱད་པའི་ཐབས་དང། ཤེས་རབ་ཀྱིས་ཐོབ་པའི་བྱ་བ། དང་གཉིས་པ་ཞེས་པའི་སྐབས་དེ་ལ་ཡང་ཤེས་རབ་ཀྱི་རང་བཞིན་ངོས་བཟུང་བ་དེ་ཡུལ་བདག་མེད་ལ་སྤྱོད་པ་སྤང་བྱ་ངོས་འཛིན་དཀའ་བ། དང་པོ་ཞེས་པའི་སྐབས་དེ་ལ་ཡང་ཡུལ་དེ་ཉིད་གཏན་ལ་ཨ་བ་དང་ཡུལ་ཅན་ལམ་དུ་གྲུབ་པ། དང་པོ་ཞེས་པའི་སྐབས་དེ་ལ་ཡང། དེ་ཉིད་ཀྱི་རང་བཞིན་རྣམ་པར་གཞག་པ་དེ་ལ་རྩོད་པ་སྤང་བ་གཉིས་པ་ཞེས་པའི་སྐབས་དེ་ལ་ཡང། ཀུན་རྫོབ་ལ་བརྟེན་པའི་རྩོད་སྤོང་དང་དོན་དམ་ལ་བརྟེན་པའི་རྩོད་སྤོང་ཟེར་ནས་དག་རྣམ་པ་གཉིས་ཡོད་ས་ལས། ད་རེས་ཀྱི་སྐབས་སུ་བབ་པ་དེ་དོན་དམ་ལ་བརྟེན་པའི་རྩོད་སྤོང་ཞེས་པའི་སྐབས་དེ་ལ་ཡང། འཁྲུལ་ཤེས་མེད་ན་འཛིན་པ་མེད་པར་ཐར་བའི་རྩོད་སྤོང། འཁྲུལ་གཞི་མ་གྲུབ་ན་འཁོར་བ་མེད་པར་ཐར་བའི་སྤང་བའི་རྩོད་སྤོང། གཉིས་ཡོད་ས་ལས། དང་པོ་ཞེས་པའི་སྐབས་དེ་ལ་ཡང། གོལ་བ་དང་ལན་བཤད་པ་གཉིས་པ་བཤད་པའི་སྐབས་དེ་ལ་ཡང་རྩོད་པ་མཚུངས་པ་དང་རྩོད་ལན་བཀག་པ་སྐབས་དོན་སྦྱོར་བ་ཟེར། ད་གསུམ་ཡོད་ས་ལས། རྩོད་ལན་བཀག་པ་བཤད་པའི་སྐབས་དེ་ལ་ཡང་སྣང་བ་སེམས་སུ་ཐོས་པ་དོན་ཟོན་གཉིས་ཀ་མ་ཡིན་པའི་དངོས་པོ་བཀག་པ་ཟེར། དང་པོ་བཤད་པའི་སྐབས་དེ་ལ་ཡང་ལུགས་དགོས་པ་དང་དེ་གབ་བགས་སུ་རྣམ་པ་གཉིས་ཡོད་ས་ལས་གཉིས་པ་བཤད་པའི་སྐབས་དེ་ལ་ཡང། རང་རིག་དོན་དམ་ལ་གནོད་པ་བྱེད་པ་དང་གྲུབ་བྱེད་མེད་པ་དང་བཀག་པ་ལ་གནོད་པ་སྤོང་བ་གསུམ་ཡོད་ས་ལས། ད་གཉིས་པ། གྲུབ་བྱེད་མེད་པ་བཤད་པའི་སྐབས་དེ་ལ་ཡང། མངོན་སུམ་གྱི་གྲུབ་བྱེད་མེད་པ་དང་བྱེད་པ་གྱི་གྲུབ་བྱེད་མེད་པ། རྣམ་པ་གཉིས་ཡོད་ས་ལས། ད། གཉིས་པ། རྗེས་དཔག་གི་སྒྲུབ་བྱེད་མེད་པར་བཤད་པའི་སྐབས་ཡིན། ད་འདི་གི་འཕྲོ་མཐུད་དེ། ཁ་རྩ། འགལ་ཏེ་རང་རིག་ཡོད་མེད་ན་རྣམ་ཤེས་དྲན་པ་ཇི་ལྟར་འགྱུར་ཞེས་མྱོང་བ་དང་བྲལ་བ་ལས་དྲན་འགྱུར་ལྕི་བས་སྡུག་བཞིན་ནོ། ཟེར། རྗེས་དཔག་གི་སྒྲུབ་བྱེད་ཤོ་ལོ་ཀ་གཅིག་དེ་གོང་དུ་ཞུས་ས་ཡིས་ད་ད་རེས་འདི་གི་འཕྲོ་མཐུད་དེ་མ་ཞུ་ནས། རྐྱེན་གཞན་དག་དང་ལྡན་པ་ནི་མཐོང་ཕྱིར་རང་ཉིད་རང་གསལ་ན་གྲུབ་པའི་དམིགས་མི་འགྱུར་བ་ལས། བུམ་མཐོང་དམིགས་མེད་ཉིད་འགྱུར་མིན། ད་དང་པོ་དེ། ད་སེམས་ཙམ་པ་གི། ད་ལན་ཞེས་མེད། ད་དབུ་མ་པ་གི། བ། ཁ་ཅིག་ལོ། སེམས་ཙམ་པ་ལོ་ཡ། ད་དྲན་པ་སྐྱེ་བར་བྱེད་པ་ལོ་ཡ་ཡིན་གྱི་མིན་གྱི། ཤེས་པ་རང་གིས་རང་མྱོང་བ་བདེན་པར་སྒྲུབ་པ་ཅི་རྩ་ལྟ་སྐུ་ལས་གོ་མི་སྲིད།

དེ་ནས། རྐྱེན་གཞན་དག་དང་ལྡན་པ་ནི་ཟེར་བ་ཅན། རྐྱེན་ཏིང་ངེ་འཛིན་དེ་ཚོ་དང་ལྡན་པ་ལ་བརྟེན་ཏེ་གྱུར་པས་མཐོང་ཕྱིར་ཟེར་བ་ཅན། རང་ལས་ཐག་རིང་བ་གཞན་ཕ་རོལ་པོ་ཀྱི་སེམས་དུས་སུ་ཡང་མཐོང་ཚུལ་བས་ཡོད། རང་ཉིད་རང་སེལ་ན་ཟེར་བ་ཅན། དེ་ལྟར་ཐག་རིང་བས་གཞན་གྱི་སེམས་དུས་སུ་ཡང་མཐོང་ཚུལ་གྲོགས་སུ་འཇུག་པའི་བ་ཅན། རང་གིས་རང་མཐོང་མ་ཚུགས་ཀ་ཆེ་ཡ་མིན། ད་མདོར་ན་གཞན་སེམས་ཤེས་པའི་མངོན་ཤེས་དེ་གི་ལོ་རྒྱུ་ཡིན། ཏིང་ངེ་འཛིན་གི་སྟོབས་ཀྱིས་པའི་གཞན་སེམས་ཤེས་པའི་མངོན་ཤེས་ཀྱི་པའི། ཤེས་པ་རང་ལས་ཐ་དད་པར་གྱུར་པའི་གི་གཞན། གང་ཟག་ཕ་རོལ་པོ་གི་རྒྱུད་ལ་ཡོད་པའི་གི། ཤེས་པ་དེ་ཚོ་ཡང་ཧ་གོ་གོ་གྲོགས་གསུམ་གྱི་བལ་བ་ཅན། རང་གི་རྒྱུད་ལ་ཡོད་པའི་གི་ཤེས་པ་རང་གིས་རང་གསལ་བ་ཟིན་མེད་དེ། བསླབ་ར་མང་པོ་ལྟ་ཅི་མུས་སུ་བསླབ་དོན་སུམ་ཅུའི་མམ།

རིག་སྔགས། སྔགས་བསྒྲུབས་ཤིང་ན་བས། དེ་ལས་སྨན་སྤྱི་ལོ་ཡང་ཕུག་བཏབ། ནས་ཕུག་བཏབ་པས་ཀྱི་སྨན་འདི། རང་གི་མིག་ཏུ་ཁ་ལུ་བ། དབུགས་འོམ་དང་ལུ། དེ་ཀྱི་སྦྱོར་བ་ལས་བསྟན་ཞིང་ན་བས། ཐ་ན་མ། ས་ཡི་འོག་ལུ་ཡོད་པས་ཀྱི་གཏེར་གྱི་བུམ་པ་ལ་སོགས་པ་ཡང་ཐོང་ཚུབ་ཡིན། སྔགས་ཀྱི་ནུས་པ་ལས་བསྟན་ཏེ་ཀྱི་བས། བུམ་པ་ཐོང་ཟེར་བ་ཅན། བུམ་ཐོང་ཟེར་བ་ཅན། བསྒྲུབས་པས་མིག་མི་འབྱོར་བ་ལས་བུམ་ཐོང་ཟེར་བ་ཅན། རིག་སྔགས་བསྒྲུབས་པས་ཀྱི།

ཏེ། ཨ་ལ་མིག་གི་སྨན་དེ། རིག་སྔགས་བཏབ་བཞག་དེ་གི་པའི་དབུགས་ཞབས་པའི་གི་སྨན་དེ། བོ་ལོ་ཁ་ཡོད་བདེ་ཡིན་ཏེ་དེ་བོ་རའི་འཁོར་གི་མཐོང་བ་མི་ཚུགས། དེ་བས་ནི་དེ་གི་ཐག་རེམ་མཐོང་ཚུལ་བ་བྱིན། ཏེ་བོ་ལོ་ཁ་མཐོང་ཚུལ་བའི་གི་ངེས་པ་མེད། དཔེར་ན་ད་རུང་དཔེ་གཞན་གྱི་བྱ་བ་བྱིན། ང་ཅི་རིགས་ཀྱི་མིག་ཏོ་དེ་གི། ཐག་རེམ་ཧ་ལམ་མཐོང་ཚུལ་དེ་བདག་མིག་ཏོ་འཁོར་གི་བོ་ལོ་ཁ་ཡོད་པའི་གི། ཨ་ནི། མིག་གཟིམ་དེ་ཡང་མཐོང་མི་ཚུ་བས། དེ་གཟུམ་པས། དེ་མིག་གི་པོ་ཀོ་དེ་ཡང་མཐོང་མི་ཚུ་བས། དེ་གཟུམ་པས། མིག་གི་བུ། དེ་ཡང་མཐོང་མི་ཚུ་བས་བ་མོ། ད་ནི་བོ་ད་ལུ། ཐག་རིམ་མཐོང་ཚུབ་ཙམ་ཅིག་གིས། ཐག་ཉེ་བ་ན་ཡོད་པ་མཐོང་ཚུ་བའི་ངེས་པ་མི་འདུག། དེ་བས་ནི་དེ་གི། ཏིང་ངེ་འཛིན་གྱི་རྐྱེན་གྱིས་བས་ཤིང་ན་བས། གཞན་ཕ་རོལ་པོ་གི་སེམས་དེ་ཧ་གོ་དེ་གི་བས་ས་བཅོས་རུང་ཤེས་པ་རང་གིས་རང་སེལ་བས་ཀྱི་ངེས་པ་སེ་མི་འདུག་སོགས་སྨྲས། གསུམ་པ། བཀག་པ་ལ་གནོད་པ་སྤོང་བ། ད་བཀག་པ་ལ་གནོད་པ་སྤོང་བ་སོགས་ད་ལོ། ད་སེམས་ཙམ་དགའ་བྱེད་ལ་དབུ་མ་དཔལ་གྱི་སེམས་ཙམ་པ་ལས་ཡང། ཤེས་པ་རང་རིག་རང་གསལ་བདེན་པར་གྲུབ་པ་ཅིག་ཡོད་ཟེར་མེད་དེ་བཀག་བྱུང་མེད་པར་མོ། སེམས་ཙམ་དཔལ་གྱི་ཤེས་པ་རང་རིག་རང་གསལ་བདེན་པར་གྲུབ་པ་ཡོད་ཟེར་མེད་དེ་ད་བཀག་འམ་ད་ལོ། དེ་ལ་གནོད་པ་ཅི་ག་ནས་མིན་སོགས་མེད།

བུམ་པ་དོང་བི་ལོ། དེ་ཟོན་བས་ཀྱི་སྣ་ཤེས་ཀྱི་ཐོད་བི་ལོ་ཟེར་མེད་དུ་སུ་ཡང་མེད་པ་ཐལ་བས་ཀྱི་སྤྱོད་འདུག་གསེར་མདའ་ལུང། དེ་ཞི་བ་ལགས་ཀྱི་ལན་ག་ཅི་སྒྲོལ་མ་དབུ་མ་པ་གིས་ཇི་ལྟར་མཐོང་དུ་བཤད་པ་དག་འདིར་ནི་དགག་པར་བྱ་མིན་ཏེ། འོ་འདི་སྐྱོན་ག་ནས་ཡང་མིན། འཇིག་རྟེན་ཐ་སྙད་དུ། མིག་ཐོག་གི་གཟུགས་མཐོང་ཟད་དང་རྣ་བས་ཀྱི་སྒྲ་ཐོས་ཟེར་མེད་དུ་སུ་སྐབས་སུ་བབ་པ་ངག་གིས་བཀག་ར་མི་བཀག་སོམས་པས་འདིར་ནི་དགག་པར་བྱ་མིན་ཏེ་སྐབས་འདིར། དེ་དགག་པར་བྱ་བ་ཅིས་མིན། འོ་ན་སྐབས་འདིར། བཀག་ནི་དེ་དགག་ཆོས་མང་བོ་སོགས་དང། དེར་ནི་སྡུག་བསྔལ་ལ་རྒྱུར་བརྗོད་པ་བདེན་པར་རྟོགས་པ་ལྡོག་བྱ་ཡིན་ཟེར། སྐབས་འདིར་བཀག་མི་དེ་དགག་ཆོས་མང་བོ་ཟེར་བ་ཅི། སྡུག་བསྔལ་གྱི་རྒྱུར་གྱུར་པའི་གི། ཆོས་དངོས་པོ་འདི་ཚོ་ལ་ཡང་བདེན་པ་མེད་དེ་གི་བས་སོ་ཅི་རུང་བདེན་པ་ཡོད་སེ་འཛིན་པའི་གི་དེ་འཛིན་གི་སེམས་དེ་དེ་བཀག་པའི། ནི། བདེན་འཛིན་གྱི་སེམས་དེ་བཀག་པ་བཅད་པ་ལུས་ཡང་བདེན་པར་འཛིན་པའི་གི་ཡུལ། བདེན་པ་དེ་ཡང་བཀག་འགོག་པ་ཡིན། བཀག་སུ་བབ་པ་བཀག་ནི་ངོ་མ་དེ། བདེན་པར་འཛིན་པ་དེ་བཀག་མ་ཐོབ་བཅད་པའི་ལུས། འཇིག་རྟེན་ཐ་སྙད་དུ་མཐོང་བ་ཐོས་པ་ལ་སོགས་པ་དེ་ང་གིས་མི་བཀག། དེ་བས་བློ་གཏན་བདེ་གི་བའི་ཆོས་ཀྱི། དོན་དམ་རིག་པས་དཔྱད་པའི་ཚེ་ན་ཤེས་པ་རང་རིག་རང་སོ་བདེན་གྲུབ་ཡོད་སེམས་མེད་དེ། དབུ་མ་པོ་ང་གིས་བཀག་སྟེ་གི་བའི་ཟེར་ཆོས་རུང། འཇིག་རྟེན་མཐའ་ཉིད་དུ་མཐོང་བ་ཐོས་པ་ལ་སོགས་པ་མོས་པ་ཐབས་ལམ་གྱི་གནོད་པ་འདི་དབུ་མ་པ་ལྔ་ལུགས་མིན། སོགས་མེད། ཡང། གཉིས་པ། འདོད་སེམས་གཉིས་ཀ་འགགས་པ། སེམས་ལས་སྒྱུ་མ་གཞན་མིན་ཞིང་གཞན་ནུས་པར་ཡང་མི་བརྟགས་ན། དངོས་སྣང་ཇི་ལྟར་དེ་བཞིན་མིན་གཞན་ནུས་བྱས་ན་དངོས་པོར་མེད། ད་ལྟ་ཡང་སེམས་ཙམ་པ་ཡི་གེ་ལ་སྤྱི་ལམ་མོ། ད་སེམས་ལས་སྒྱུ་མ་གཞན་མིན་ཟེར་ང་ལས། ཡུལ་བཟུང་ཡུལ་སྒྱུ་མ་ལྟ་བུ་འདི། ཡུལ་སྒྱུ་མ་ལྟ་བུ་འདི་རང་བཞིན་གྱིས་མ་གྲུབ་པ་ཡིན། དེ་བོ་ད་ཤེས་པ་རང་རིག་རང་གསལ་འདི་བདེན་པར་གྲུབ་པ་ཡིན། དེ་བོ་ད་སེམས་ཙམ་རྣམ་བདེན་དཔལ་གྱི་ཤེས་བདག་ལུགས། ཡུལ་ལ་གཟུང་བ་སྒྱུ་མ་ལྟ་བུ་བར་སྣང་བས་ཀྱི་རྣམ་པ་དེ་ཡང་ཤེས་པ་ལས་ཐ་དད་པ་ཅི་ག་ཅི་ཡང་མིན། སེམས་སམ་རྣམ་བདེན་པས་ཀྱི་དེ་བས་དོའི་བརྡ་ལུགས་ཨ་ན། སེམས་ལས་སྒྱུ་མ་གཞན་མིན་ཞིང་གཞན་མིན་པར་ཡང་མི་བརྟགས་ནའང་ཟེར་བ་བཞིན། སེམས་ལས་ཐ་དད་པར་གྱུར་པས་ཀྱི་གཟུང་ཡུལ་སྒྱུ་མ་ལྟ་བུ་དེ་ཡང་གཞན་ཡང་མིན། གཞན་མིན་པར་ཡང་མི་བརྟགས་ནའང་ཟེར་བ་བཞིན་གཞན་ཡང་མེད་དེ་བས་དོ་ཅི་ཡང་མིན། གཟུང་ཡུལ་སྒྱུ་མ་ལྟ་བུ་དེ་སེམས་ལས་ཅི་ཡང་མེད། སེམས་ལས་ཐ་དད་ཡང་མིན། ཟེར་དོན་འདི་ལོ། དེ་ལས་དབུ་མ་པ་ཡིས་དངོས་སྣང་ཇི་ལྟར་འདི་བཞིན་མིན་གཞན་མིན་ཞེ་ན་དངོས་པོར་མེད། ཟེར་བ་ལྟར། ད་ཁྱོད་ཀྱིས་ཟུག་རྔུའི་རྒྱུ་མ་ལྟ་བུ་དེ། དངོས་པོ་ཡིན་དང་མེད། དངོས་པོ་མེད་ཟེར་བ་ཕྱིན་ཡུལ་འདུག་དགོས་པ་མི་འདུག། དངོས་པོ་ཡིན་ཟེར་ལབ་པ་ཕྱིན། དེ་ཇི་ལྟར་དེ་བཞིན་མིན། གལ་སྲིད་ཟུག་རྔུའི་རྒྱུ་མ་ལྟ་བུ་དེ་དངོས་པོ་ཡིན་པར་ཁས་བླངས་པ་ཕྱིན། ཇི་ལྟར་དེ་བཞིན་མིན་ཟེར་བ་ཅི་ག་དེ་བས། སེམས་ལས་གཞན་མ་ཡིན་ཏེ་གཞན་ཨིན་གོ། སེམས་ཁོ་རང་ཡང་དངོས་པོ་ཡིན་པས་དེ་གཟུང་ཡུལ་སྒྱུ་མ་ལྟ་བུ་དེ་དངོས་པོ་ཡིན་པས་དེ་ཨ་ནི་བོ་དང་རླུང་དེ་ཁོ་གཉིས་ཐ་དད་པ་ག་དེ་བས་མིན་མོ་དེ་གཞན་ཨིན་གོ་བས་སོ། གཞན་མིན་གཞན་ན་དངོས་པོར་མེད། གལ་སྲིད་གཞན་མིན་སེམས་ལ་འགྲོ་གསུམ་གྱི་བར་བ་ཕྱིན་ཏེ་ཨ་ནི་ཁྱོད་རང་གི་གཟུང་ཡུལ་སྒྱུ་མ་ལྟ་བུ་དེ་དངོས་པོ་ཡང་མིན་པས་སོ། དངོས་པོ་མེད་པ་ཐ་བས་ཀྱི་ཅོ་འདུག། གལ་སྲིད་གཞན་མིན་ཟེར་བ་ཅན། གལ་སྲིད་དངོས་པོ་ཡིན་པ་ཅན། སེམས་དང་གཅིག་ཡང་ན་ཐ་དད་ཡིན་དགོས་ཟེར། གཅིག་ཡོད་མེད་ཐ་དད་མེད་ཟེར་ལབ་པ་ཅན་དེ་ཆོས་རང་གི་གཟུང་ཡོད་སྒྱུ་མ་ལྟ་བུ་དེ་དངོས་པོ་མིན་པ་ཐར་བའི་གེགས་བྱུང་འདུག་ཟེར་དེ་དངོས་པོ་མིན་པས་སོ། གཞན་མིན་ཞེ་ན་དངོས་པོར་མིན། ཡང་ཅི་འདི་རུ་ཨ་ནི་ལོ། གཞན་མིན་ཞེ་ན་དངོས་པོར་མེད་ཟེར་མེད་འདི་ལོ་ཡ་དོན་དག་གཅིག་ག་ཆོད་ཡོད་ཟེར་བ་ཅན། གལ་སྲིད་གཟུང་ཡོད་སྒྱུ་མ་ལྟ་བུ་དེ་སེམས་ལས་གཞན་མིན་ཟེར་ལབ་པ་ཅན་དེ་བ་ཅན་ཆོས་རང་གི་སེམས་འདི་ཡང། དངོས་པོ་བདེན་པར་སྒྲུབ་པ་མིན་པས་དགའ་བྱེད་པའི་ཚུལ་དུ་གཟུང་ཡུལ་སྒྱུ་མ་ལྟ་བུ་དེ་སེམས་ལས་ཐ་དད་པ་གཞན་མ་ཡིན་པའི་ཕྱིར། ད་ཨ་ནི་བོ་ད་ལོ། གལ་སྲིད་གཟུང་ཡུལ་སྒྱུ་མ་ལྟ་བུ་དེ་སེམས་ལས་གཞན་མིན་པར་གཟུང་བྱེད་བས་བ་ཅིན་སེམས་བདེན་པ་སེམས་བདེན་པར་སྒྲུབ་པ་དངོས་པོར་ཡོད་སེམས་མེད་དེ་ཡང་དངོས་པོ་མེད་པ་ཐལ་བའི་གེགས་བཅོ་འདུག་དགའ་བྱེད་པས་གཟུང་ཡུལ་སྒྱུ་མ་ལྟ་བུ་དེ་དངོས་པོ་ལས་ཐ་དད་པ་གཞན་མིན་པས་མེད་ན་ཨ་ནི་བོ་ད་ལོ་སེམས་ཡང་དངོས་པོ་མ་ཡིན་པ་ཐལ་བའི་གེགས་བཅོ་འདུག་དཔེར་ན། དཀའ་བ་འདི་ནམ་མཁའ་ལས་ཐ་དད་པ་མེད་ཟེར་བ་ཅན་དེ། དཀའ་བ་ཆོས་ཅན་དངོས་པོ་མ་ཡིན་པ་དག་ནམ་མཁའ་ལས་ཐ་དད་པ་མ་ཡིན་པའི་ཕྱིར། ནམ་མཁའ་ལས་ཐ་དད་པ་མ་ཡིན་པ་ཅན་དག་ནམ་མཁའ་གསུམ་པའི་དངོས་པོ་མ་ཡིན་པ་དག་ལས་ཀྱི་སྐྱོན་བསྡུས་སུ་བཏང་མེད་གོ། ཅི་འང་ནི་བས་ཡོད་པའི་ཡང་ན་ལ་རྣམ་པ་གཉིས་པའི་ལས་ནི་ཡོད། ངོ་ཡང་འདས་པས་ནི་དེ་ཀའི་གཟུང་བའི་སྒྱུ་མ་ལྟ་བུ་དེ། དོན་མ་ཡིན་པ་སེམས་ཡང་མ་ཡིན་པ་གཉིས་ཀ་ཡིན་ཟེར་མོད་དེ་མི་འཐད་སོགས་མེད་དཱ། ཨོ་ཡ། ད་དོན་གསུམ་གཉིས་ཀ་དགག་བ་སེམས་མི་དག་ནི། ད་གསུམ་པ་སྐབས་དོན་ལ་སྦྱར་བ། ཇི་ལྟར་སྒྱུ་མ་བདེན་མིན་ཡང་བལྟ་བྱ། དེ་བཞིན་བལྟ་བྱེད་དེ་ཡིན། ད་སེམས་ཙམ་པའི་གི་ལུགས་འདིར་སེམས་ཙམ་པའི་ག་ཤེད་ལམ་མོ། གལ་སྲིད། ཨ། ཤེས་པ་རང་རིག་རང་གསལ་དེ། བདེན་པར་བསྒྲུབ། བདེན་པར་བསྒྲུབ། མེད་སྒྲོ་གསུང་བྱེད་པའི་བ་ཅན། དེ་ལྟ་བྱ་དང་ལྟ་བྱེད་ཚད་མེད་དེ་ཡང་མེད་ནི་ཡིན་པས་སོ་ད་ལུགས་ད་བདེ་གི་ལན་ལོ་ཡང་དབུ་མ་པ་གིས་ཇི་ལྟར་བྱུང་མ་བདེན་མིན་ཡང་ལྟ་བྱ་ལྟ་བྱེད་ལྟ་བྱེད་དེ་བཞིན་ལྟ་བྱེད་ཡིན། དེ་ཁས་མིན། དཔེར་ན། ཇི་ལྟར་ཟེར་བ་ཅི་དཔེར་ན། སྒྱུ་མ། གཟུང་ཡུལ་སྒྱུ་མ་ལྟ་བུ་དེ། ད་ལྟ་སྒྱུ་མ་མཁན་གྱིས་བཟོས་བཞག་པའི་གི་སྒྱུ་མ་རྟ་དང་གླང་པོ་ཆེ་བཅོས་ཡོད་པ་མོ། དེ་བདེན་པ་ཨི་ན་ཟེར་བ་ཅི་བདེན་པ་མིན་པ་དེ་མོ། དེ་བོ་ད་ལུ་མཐོང་ནི་ཡོད་པ་དེ་མོ། སྒྱུ་མ་མཁན་གྱིས་བཟོས་བཞག་པའི་གི་རྟ་དང་གླང་པོ་ཆེ་དེ་བདེན་པ་མ་ཡིན་ཏེ་བས་སུ་ཅི་རུང་མཐོང་ནི་ཡོད་པ་མོ་རྟ་བརྒྱས་རྟ་བརྒྱ་ཡིན་པ་བཞིན་ཇི་ལྟར་སྒྱུ་མ་བདེན་མིན་ཡང་དཔེར་ན་སྒྱུ་མ་མཁན་གྱིས་བཟོས་བཞག་པའི་གི་སྒྱུ་མ་རྟ་དང་གླང་པོ་ཆེ་དེ་བདེན་པ་མ་ཡིན་ཏེ་གི་བས་སུ་ཅི་རུང།

ད་ཨ་རྣམས་གཅིག་གི་ནང་ན་ལོ་ད་ཡ་ལོ་ད་ད་མདོ་རྣམས་ལ་བརྟེན་པའི་རྩོད་སྤོང་དེ་ལོ་ཡ་འཁྲུལ་ཤེས་མེད་ན་འཛིན་པ་མེད་པ་དང་འཁྲུལ་ཤེས་མ་གྲུབ་ན་འཁོར་བ་མེད་པ་མཐའ་ལ་སྤང་བ་ཟེར་གཉིས་ཡོད་ས་ལས་ད་འཁྲུལ་ཤེས་མེད་ན་འཛིན་པ་མེད་པ་མཐའ་ཟེར་བའི་གི་རྩོད་སྤོང་དེ་འཇུག་འདུག་ས་ཡིན་ལ། ད་སེམས་ཙམ་པ་གི་ད་ལོ་ཚན་རྩལ་གྱི་རིགས་ལ་དགའ་ཆེ་ལ་མོ། གལ་སྲིད་འཁྲུལ་བའི་ཤེས་པ།

སི་ད་རོ་ཡའི་རྩོད་པ་ཆེ་ཆགས་མེད། ཏཱ་ན་ལུང། འཁྲུལ་གཞི་དང་འཁོར་བ་ཟིན་མེད་དེ་ངོས་བཟུང་གོ་དང་པོ། ཨ་ནི་ངོས་མ་བཟུང་བར་ཕྱིན་ཨ་ན་ལ་མ་གོ་ནི་ལ་ཧ་ཅང་འོང། འཁྲུལ་གཞི་ཟིན་མེད་དེ་སེམས་ཙམ་པ་གི་ད་དོ་ག་ཆེ་ལ་མོ། འཁྲུལ་གཞི་ཟིན་མེད་དེ། ཤེས་པ་རང་རེ་རང་སེ་གཉིས་མེད་ཀྱི་ཤེས་པ་རིམ་མམ་གཟུང་འཛིན་གཉིས་སྟོང་གི་ཤེས་པ་རང་རེ་རང་སེ་དེ། འཁྲུལ་གཞི་ལོ་བྱ། དེ་ལས་འཁོར་བ་ཟིན་མེད་དེ་ག་ཅི་ལོ་གོ་གོ་མོ་གཟུང་འཛིན་གཉིས་སྣང་གི་བཅས་པ་གི་ཤེས་པ་དེ་ལོ་འཁོར་བ་ཟེ་བྱ། ཨ་ནི་བས་འཁོར་བ་ཟིན་མེད་དེ་གཟུང་འཛིན་གཉིས་སྣང་གི་ཤེས་པ་དེ་བྱ།

ཏེ། འཁོར་བ་སྨད་པ་ཐར་བའི་སྐྱོན་དུ་ཟད། ད་རྩོད་པ་དེའང་ནི་གཏམ་མམ། ད་འདི་སྐྱོན་དེའང་ན། ད་རྩོད་པ་དེའང་ནི་དང་པོ་རྩོད་པ་དེའང་ན། གལ་ཏེ་འཁོར་བ་དངོས་བསྟན་ཅན་དེ་ནི་གཞན་དུ་ཁ་དྲག་འགྱུར། ཟེར་མེད་དེ་སེམས་ཙམ་རང་གི་རྩོད་པ་དེ་ཡིན། ད་ག་དེ་ལམ་མོ། གལ་སྲིད་འཁོར་བ་དངོས་བསྟན་ཅན་ཟེར་བ་ཅན་འཁོར་བ་གཟུང་འཛིན་གཉིས་སྣང་གི་ཤེས་པ་དེ། དངོས་བསྟན་ཅན་ཟེར་བ་ཅན་འཁྲུལ་གཞི། ཤེས་པ་རང་རིག་རང་གསལ་དངོས་པོ་བདེན་པར་སྒྲུབ་པ་དེ་ལུགས་བསྟན་ཏེ་དགེ་བའི་ཡུལ།

དེ་ནམ་མཁའ་འཛུམ་པས་འཇའ་བྱེད་མེད་པར་ཐར་བའི་གི་ཅོ་འདུག། དེ་ལས་འཁོར་བ་དེ་ལུས་ཡང་འཆིང་བ་དང་སྒྲོལ་བ་སེམས་མེད་ཀྱི་འཇའ་བྱེད་ཡང་མེད་པར་ཐར་བའི་གི་ཅོ་འདུག། དེའི་བས་ནི་དེ་གི། འཁོར་བ་གཟུང་འཛིན་གཉིས་སྣང་གི་ཤེས་པ་དེ། དེ་ལས་བརྟེན། དངོས་པོ་བདེན་པར་གྲུབ་པར་ཤེས་པས་རང་རིག་རང་གསལ་ལུས་རྟེན་འདི་སྐྱེས་པའི་ཡུལ། དེའི་བས་འོག་ལུས་རྟེན་འདི་སྐྱེས་པའི་གཟུང་འཛིན་གཉིས་སྣང་གི་བས་དེ་ལས་འཁོར་བ་ལུས་འཆིང་བ་དང་སྒྲོལ་བ་སེམས་མེད་ཀྱི་འཇའ་བ་དེ་འོག་ནི་ཡོད། གལ་སྲིད་གཟུང་འཛིན་གཉིས་སྣང་གི་ཤེས་པ་ཁ་ཟས་ལ་ཟུང་འཇུག་གཉིས་སྟོང་གི་ཤེས་པ་རང་རིག་རང་གསལ་བདེན་པར་གྲུབ་པ་གཏན་དེའི་མེད་གྲོལ་ཟུང་འཇུག་བས་བ་འདི་ལུགས་གཏན་ནས་ཡོད་དཔེ་གྱིས། དེ་ལས་འཁོར་བ་ཟུང་འཛིན་གཉིས་སྣང་གི་ཤེས་པ་དེ་གྱིས། དེ་དག་འཆིང་བ་དང་འགྲོ་ལ་མེད་པ་ཐར་བ་དཔེར་ན་ནམ་མཁའ་ཟུམ་པའི་མཐའི་གནས་ཀྱི་སྐྱོན་འདུག། སེམས་ཙམ་པ་གྱིས་རྩོད་པ་དེ་ཨ་ནི་གཏམ་མམ། ཨ་ཨ་ནི་གཏམ་མམ་ལྟ་ལུགས་དེ་རྒྱལ་སྲིད་ཆེན་པོ་ཞི་བ་ལགས་ཀྱིས་ལན་འདི་ཨ་ན་ལས་མ། དངོས་མེད་དངོས་ལ་བསྟན་པས་ན་འཇལ་དང་དད་པ་ཇི་ལྟར་འགྱུར། འོ་ད་དེ་འབྱུང་ཁུངས་མེད་པའི་བློ་ཡིན་པས། དངོས་མེད་ཀྱི་ཆོས་ཀྱིས་ད་སེམས་ཙམ་པའི་གིས་གཟུང་འཛིན་གཉིས་སྣང་གི་ཤེས་པ་དེ་དངོས་པོར་བདེན་པར་སྒྲུབ་པ་སེམས་མི་ལ་བ་དངོས་པོ་མེད་པ། ད་ནི་བས་ནས་དེ་གིས་དབུ་མ་པའི་གལ་ཆེ་ལམ་མོ། དངོས་མེད་དངོས་ལ་བརྟེན་པས་ན་རྗེས་དང་ལྡན་པ་ཇི་ལྟར་འགྱུར། དངོས་མེད་ཀྱི་ཆོས་ཀྱིས་དངོས་པོ་ལུགས་བསྟན་དུ་བསྟན་ནོ་འམ་ད་ལུགས་དེ་དངོས་མེད་ཀྱི་ཆོས་དེ་བྱ་བ་དང་ལྡན་པ་དེ་ག་བདེ་བའི་འཇུག་གནས་མོ། མི་འཐད། དཔེར་ན་ནམ་མཁའ་དངོས་མེད་དེ་ཡུལ་ཀ་བ་བུམ་པ་ལ་སོགས་པ་ལུགས་བསྟན་དུ་བས་སུ་འགྱུར་རོ། ནམ་མཁའ་དངོས་མེད་དེ་ཁོ་རང་དོན་གྱི་ནུས་སྟོང་པས་ན་དོན་ནི་མ་གཏོགས་ཅི་དགོས་ལུགས་དེ་དོན་གྱི་ནུས་པ་བྱ་བ་དང་ནི་བྱ་བྱེད་ཡོད་པ་དེ་དེ་བས་འཇོག་མི་ཐུབ་གསུངས་མོད། དེ་བས་ན་དེ་གི་ཁྱོད་རང་གཟུང་འཛིན་གཉིས་སྣང་གི་ཤེས་པ་དངོས་མེད་དེ། གཟུང་འཛིན་གཉིས་སྟོང་གི་ཤེས་པ་རང་རིག་རང་གསལ་དངོས་པོ་འདི་ལུགས་གཏན་བདེ་སྐྱེ་བས་སོ་ཅི་རུང་དེ་གི་བྱ་བྱེད་དེ་རྩ་དང་པོ་ལས་ར་མི་རུང་བས་མི་འཐད། དངོས་མེད་དངོས་ལ་བརྟེན་པས་ན་བྱེད་དང་ལྡན་པ་ཇི་ལྟར་འཇུག། དངོས་མེད་ཀྱི་ཆོས་ཀྱི་དངོས་པོ་ལུགས་བརྟེན་པ་ལས་གཏན་བདེ་སྐྱེ་བས་རྒྱ་ཆེན་དང་ལྡན་པ་ཇི་ལྟར་འཇུག་ག་དེ་བས་འཇུག་ནུས་མོ་དེ་མི་འཐད་གསུངས་པ་ཡིན། ཁྱོད་ཀྱི་སེམས་ནི་གྲོགས་མེད་པར་གཅིག་པུ་ཉིད་དུ་གྱུར་བ་ཡིན། ད་གལ་སྲིད་གཟུང་འཛིན་གཉིས་སྣང་གི་ཤེས་པ་དེ་དངོས་པོར་མིན། གཟུང་འཛིན་གཉིས་སྟོང་གི་ཤེས་པ་རང་རིག་རང་གཟུགས་ཁོ་ན་དངོས་པོར་ཡོད་སེ་བླ་བྲོ་ཟུང་འཇུག་བེ་བ་ཅན་དེ་ལས་དབུ་མ་པའི་རྒྱ་ཆེ་ལ་མོ་ཁྱོད་ཀྱི་ཟེར་བ་ཅན་སེམས་ཙམ་པ་ཁྱོད་ཀྱི་ལུས་ལུས་སེམས་ནི་གྲོགས་མེད་པར་ཟེར་བ་ཅན་ཤེས་པ་རང་རིག་རང་གསལ་དེ་ཆགས་རོ་གང་ཡང། མེད་པ། གཟུང་འཛིན་གཉིས་སྟོང་གི་ཤེས་པ། གི་ཆགས་རོ་ག་ཡང་མེད་པ་བས་ཤེ་ན་གཅིག་པུ་ཉིད་དུ་འགྱུར་བ་ཡིན་ཁོ་རང་ཅག་ཕྱི་རུ་འཇུག་འཇུག་པ་ཡིན། གང་ཚེ་སེམས་ནི་གཟུང་གྲོལ་བ་བདེ་གསལ་ཐམས་ཅད་དེ་བཞིན་གཤེགས་ཟེར་བ་བཞིན་དུའི་གང་གི་ཚེ་རང་གི་སེམས་འདི་ལུས་ཡང་དེ་དང་འགྲོགས། གཟུང་བ་དང་འཛིན་པ་གཉིས་དང་བྲལ་ཡང་སོ་འགྲོགས་གཟུང་ཅི་བས་བ་ཕྱིན་དེའི་ཚེ། སེམས་ཅན་ཐམས་ཅད་བདེ་བར་གཤེགས་པའི་སངས་རྒྱས་ཀྱི་དགོངས་པ་ཐོབ་འཇུག་ཡིན་བསམས་ནས་དེ་ཚེ་ཐམས་ཅད་བདེ་ཅིང་ཞེས། དེ་ལྟར་ན་ཡང་སེམས་ཙམ་དུ་བརྟགས་ལ་ཡོན་ཏན་ཅི་ཞིག་ཡོད། དེའང་ནི་བས་མཐུན་ནི་ཡོད། བཞིན་དུ་ད་རུང་ཡང། གཟུང་འཛིན་གཉིས་སྟོང་གི་ཕྱིར་ཁ་ཅིག་ལ་གཟུང་འཛིན་གཉིས་སྣང་གི། གཟུང་འཛིན་གཉིས་སྣང་གིས་འཁོར་བ་དེ་གི་རྟེན་ལོ་ཡང་གཟུང་འཛིན་གཉིས་སྟོང་གི་ཤེས་པ་རང་རིག་རང་གསལ་ཟེར་མོད་དེ་ཡོད་དམ་མེད་ཟེར་མོད་ཀྱི། དེ་ལོས་ཡང་དཔྱད་པ་བཏང་སྟེ་གི་བའི་ཕན་ཐོགས་འགའ་བྱེད་འདུག་ཡོན་ཏན་ག་ནས་ཡང་མི་འདུག་དེ་ལྟ་ན་ཡང་སེམས་ཙམ་དུ་བརྟགས་ལ་ཡོན་ཏན་ཅི་ཞིག་ཡོད་དམ་ནད་པའི་ཨི་མི་བཞིན་དུ་ད་རུང་ཡང་བདེ་གི་རྟེན་ལོས་ཡང། གཟུང་འཛིན་གཉིས་སྣང་གི་ཤེས་པ་ཁོ་རང་དངོས་མིན་བྱ་བྱེད་གང་ཡང་མེད་པ་བཞིན་དུ་ད་རུང་ཡང་བདེ་གི་རྟེན་ལོས་ཡང་ཤེས་པ་རང་རིག་རང་གསལ་གྱི་དངོས་པོ་ཅི་ཡོད་དམ་མེད་ཡིན་གྱི་དཔྱད་པ་བཏང་སྟེ་གི་བའི་ཕན་ཐོགས་འགའ་བྱེད་འདུག་ཕན་ཐོགས་འགའ་བྱས་མི་འདུག་བརྟགས་ལ་ཡོན་ཏན་ཅི་ཞིག་ཡོད། ཡང་ད་གཉིས་སྣང་འཁོར་བའི་གི་རྟེན་ལོ། སེམས་ཙམ། ད་སེམས་ཙམ་རང་རིག་རང་གསལ། ཟུང་ཟུང་གཉིས་སྟོང་གི་ཤེས་པ་རང་རིག་རང་གསལ་བདེན་པར་གྲུབ་པ་འདུག་དང་མི་འདུག་ཟེར་བའི་གི་དཔྱད་པ་སྟངས་དེ་གི་བས་ཕན་ཐོག་ག་ཅིག་ཏུ་ཕན་ཐོག་ག་ཆེ་ཡང་མི་འདུག་སོགས་མེད་ད། ཡང་ད་ཨཱ་ནེམ་གཅིག་གི། ད་ཡུལ་བདེན་པ་གཉིས་གཏན་ལ་ཨཱ་པ་ཟེར་མེད་དེ། ད་མཇུག་ཏུ་སོགས་ཡིན་ད་ཡུལ་བདེན་གཉིས་གཏན་ལ་ཨཱ་པ་ཟེར་མེད་དེ། ད་ཡུལ་བདེན་པ་ཉིད་དེ་ག་ཅི་མ་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ། ད་དེ་ལས་འཕྲོས་ཏེ་གྱེས་པའི་ཀུན་རྫོབ་ལ་བརྟེན་པའི་གྱི་རྩོད་སྤོང་དང་དོན་དམ་ལ་བརྟེན་པའི་གྱི་རྩོད་སྤོང། དེ་བདེ་བའི་དབང་ཡིན་པ་མོ། ད་ཡུལ་བདེན་པ་ཉིད་དེ་གཏན་ལ་ཕབ། ད་ཡུལ་ཅན་ལམ་དུ་སྒྲུབ། ད་ཡུལ་ཅན་དེ་གོ་བས་པ་མོ། ཡུལ་བདེན་པ་ཉིད་གཏན་ལ་ཕབ་སོགས་ཡུལ་ཤུགས་ལས་འདི་ཡུལ་དུ་བྱེད་པའི་གྱི་ཡུལ་ཅན་སེམས་མི་བྱེད་གོ་བ་དེ་མོ། ད་འང་ནི་ཡུལ་ཅན་ལམ་དུ་སྒྲུབ། ཡུལ་ཅན་ལམ་དུ་སྒྲུབ་པ་དེ་ལས་ཀུན་རྫོབ་སྒྱུ་མར་བཤད་པ་དོན་དམ་སྟོང་པར་བཤད་པ། ད་ཀུན་རྫོབ་དེ་ཆུང་མ་དང་རྨི་ལམ་ལྟ་བུར་ཉིད་དུ་ཤེས་པ། དོན་དམ་བདེན་པ་དེ་སྟོང་པར་ཉིད་དུ་ཤེས་པ། དེའི་ལམ་དུ་གྲུབ་པ་ཡིན། གང་ལས་ད་ཀུན་རྫོབ་ཆུང་མ་དང་རྨི་ལམ་ལྟ་བུར་ཤེས་པའི་གི་སེམས་དེ་ལམ་ཡིན། དེ་གསུམ་པའི་གི་དོན་དམ་དེ་སྟོང་པ་ཉིད་ཀྱི་རང་བཞིན་དུ་ཤེས་པ་དེ་ལམ་དུ་གྲུབ་ནས་དེའི་ལམ་ཡིན། ད་དེ་མིན་པར་བས་ཤིན་ན་ཀུན་རྫོབ་ཀྱི་ཆོས་དེ་སོགས་བདེན་པར་གྲུབ་པར་འཛིན། དོན་དམ་གྱི་ཆོས་དེ་སོགས་ཆུང་མ་དང་རྨི་ལམ་ལྟ་བུར་འུར་སྒྲ་བར་དུ་འཛིན་པ་བཞིན་དེ་ཤེས་པའི་གི་སེམས་དེ་ལམ་དུ་འཇོག་མི་ཐུབ། དེས་བས་ནི་དེ་ཀུན་རྫོབ་ཀྱི་ཆོས་ཐམས་ཅད་སྒྱུ་མ་དང་མི་སྣང་ལྟ་བུ་ཧ་གོ་བས་ཀྱི་སེམས་དེ་ལམ་ཡིན། དེ་གསུམ་པས་ཀྱི་སྡོམ་ལམ་བསྟན་པ་དེ་སྟོང་པ་ཉིད་ཀྱི་རང་བཞིན་དུ་ཤེས་པ་ཡིན་པ་ཧ་གོ་མེད་ཀྱི་ཤེས་པ་དེ་ལམ་ཡིན། དེ་ཡང་ནི་ལམ་དུ་གྲུབ་ནས་སོ་མེད་ལྟ་ན་ཀུན་རྫོབ་སྒྱུ་མར་ཤེས་པ་དང་དོན་རྣམ་སྟོང་པར་ཤེས་པ་ལམ་དུ་གྲུབ་པ་གསལ་ལ་བདེའོ། ཞེས། ད་དང་པོ་བཤད་པ། དེ་ལ་ཡང་ཀུན་རྫོབ་སྒྱུ་མར་ཤེས་པ་དངོས་ཤེས་པ། བསྒོམ་བྱ་ལམ་གྱི་རང་བཞིན་བཤད་པ། ལམ་བསྒོམ་པའི་གྱི་འབྲས་བུ་བཤད་པ། དང་པོ་དངོས་བཤད་པ་འདི་ལ་ཡང་རྒོལ་བ་དང་ལེན་ཟེར་ནས་རྣམ་པ་གཉིས་འདུག། ད་རྒོལ་བ་ད་རྒོལ་བ་མེད། མ་ལ་ཡང་དངོས་པོར་སྨྲ་བ་སེམས་ཙམ་པ་ལྟ་བུ་ཡིན། སྒྱུ་མ་ལྟ་བུར་ཤེས་ན་ཡང་ཇི་ལྟར་ཉོན་མོངས་ལྡོག་འགྱུར་ཏེ་གང་ཚེ་སྒྱུ་མའི་བུད་མེད་ལ་འདས་རྗེས་ཉིད་ཀྱང་ཆགས་སྐྱེས་འགྱུར། དང་པོ་ཀུན་རྫོབ་སྒྱུ་མར་བཤད་པ་འདི་ལོ་སྤྱོད་པ་སྐྱོན་བཏང་མེད་སྐྱོན།

སྒྱུ་མ་ལྟ་བུར་ཤེས་ན་ཡང་ཇི་ལྟར་ཉོན་མོངས་ལྡོག་འགྱུར་ཏེ། ཆོས་ཐམས་ཅད་སྒྱུ་མ་དང་རྨི་ལམ་ལྟ་བུ་ཡིན་པར་ཤེས་བདེ་གི་འབད་ས་ཆོད་རུང། ཇི་ལྟར་ག་དེས་པས་རང་གི་རྒྱུད་ལུས་ཉོན་མོངས་འདི་སྤངས་ནི་མོ་སྤངས་མི་སྲུ་ནི་ཡིན་པས། ག་དེས་མོ་སོ་ཅི་དཔེར་ན། གང་ཚེ་སྒྱུ་མའི་བུད་མེད་ལ་བདེ་བྱེད་ཉིད་ཀྱང་ཆགས་བྱེད་ཀྱི་རྒྱུར་ཟེར་བ་བཞིན། སྒྱུ་མ་མཁན་གྱིས་བཟོས་བཞག་པའི་གྱི་ཁོ་ར་གི་བཟོས་བཞག་པའི་གྱི་སྒྱུ་མ་མཁན་ཁོ་ར་གི་བཟོས་བཞག་པའི་གྱི་སྒྱུ་མ་གྱི་བུ་མོ་དེ་ལོས་ཡ་ཁོ་ཁོ་ར་གི་ཆགས་པ་སྐྱེ་བོ་མེད།

ཉེས་མང་བག་ཆགས་མ་སྤངས་པ། དེས་ན་བདེ་སྟོང་བར་སྣང་སྟེ་སྟོང་ཉིད་བག་ཆགས་ཉམ་ཆུང་མེད། སྟོང་ཉིད་བག་ཆགས་གོམས་པས་ན་དངོས་པོ་བག་ཆགས་སྤོང་འགྱུར་ཞིང་ཅི་ཡང་མེད་ཅེས་གོམས་པས་ན་དེ་ཡང་ཕྱིས་ནས་སྤོང་བར་འགྱུར། དང་ནི་བཅས་ཀྱིས་ལན་བསླབ་བམ། ད་བདེ་བྱེད་དཔའ་ནི་ཤེས་བྱ་ལ་ཉེས་མང་བག་ཆགས་མ་སྤངས་པས། ད་སྒྱུ་མ་མཁན་གྱི་དང་པོ་ཁོ་ར་གྱི་སྒྱུ་མ་གྱི་བུ་མོ་བྱས་ཚུལ་དེ་ལུས་ཆགས་པ་སྐྱེ་བ་ཅན། ཨ་ནི་སྒྱུ་མ་མཁན་གྱི་མི་དེའི། ཤེས་བྱ་ལ་ཉོན་མོངས་པ་ཆ་མ་སྤངས། ཟེར་བ་ཅན། དེ་རྗེས་པ་ནི། ཟེར་བ་ཅན་ནི་སྒྱུ་མ་མཁན་གྱི་དེ་ལུགས་ག་ར་འམ། སྒྱུ་མ་མཁན་གྱིས་སྒྱུ་མ་བཟོ་མི་སྒྱུ་མ་གིས་བུ་མོ་བཟོ་མི་དེས། ཤེས་བྱ་ལ་ཉོན་མོངས་པ་ཆ་མ་སྤངས་ཟེར་བ་ཅན། ཤེས་བྱ་གི་ཆོས་ཐམས་ཅད་ལུས། དེ་ཉོན་མོངས་ཀྱི་བག་ཆགས་དེས། མ་སྤངས་པ་ལ་བརྟེན་ཏེ་གྱེས་པའི་དད་པའི་སྐྱེ་བོ་ཡིན། དེས་ན་དེ་མཐོང་བ་ན་དེས་སྟོང་ཉིད་བག་ཆགས་ཉམ་ཆུང་ཉིད་བསགས་ན་བྱུང་མཚན་དད་པའི་བ་ལུ་བརྟེན་ཏེ། རྒྱུ་མ་མཁན་ཁོ་རང་གིས་བཟོས་བྱས་པའི་རྒྱུ་མོ་གི་བུ་མོ་དེ་མཐོང་པའི་སྐབས་ལོ་དེ་ལ་སྟོང་པ་ཉིད་ཀྱི་བག་ཆགས་དེ་མ་ཉམས་ཆུང་དེ་གི་བས་དེ་ལ་དེ་ལོ་ཡང་ཆགས་པ་དང་ཞེན་པ་བེའུ་ཡིན། སྟོང་ཉིད་བག་ཆགས་བསྒོམས་པས་ན་དངོས་པོ་བག་ཆགས་སྤོང་ཆོས་གལ་སྲིད་སྟོང་པ་ཉིད་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ཡིན་ཟེར་བའི་གི་སྟོང་པ་ཁོ་ན་ཉིད་དུ་གོམས་པ་ཕྱིན་དེ་གི་བསྒོམས་པའི་གི་ལྟོ་ལས་དངོས་པོའི་བག་ཆགས་སྤོང་ཆོས་ཤིང་ཟེར་བ་ཅིག་དངོས་པོའི་བག་ཆགས་ཟེར་བ་ཅིག་དངོས་པོ་ལ་ཡང་བདེན་པར་འཛིན་པའི་གི་བདེན་འཛིན་གྱི་བག་ཆགས་དེ་སྤོང་ཆོས་ཡིན། དངོས་པོ་ལུས་བདེན་པར་འཛིན་པའི་བདེན་འཛིན་གྱི་བག་ཆགས་འདི་སྤོང་ཚུལ་ཡིན། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་སྟོང་པ་ཉིད་དུ་བསྒོམ་པ་ཅན། དེ་ལས་དངོས་པོའི་བག་ཆགས་སྤོང་ཟེར་བ། དངོས་པོ་བདེན་པར་འཛིན་པའི་བདེན་འཛིན་གྱི་བག་ཆགས་འདི་སྤོང་ཕྱོགས་ཡིན། ཅི་ཡང་མི་བྱེད་བསྒོམ་པས་ན་དེ་ཡང་ཕྱིས་ནས་སྤོང་བར་འགྱུར་ཟེར་ག་ལས་གལ་སྲིད། སྟོང་པ་ཡང་མེད། སྟོང་པ་མ་ཡིན་པ་ཡང་མེད་ཟེར་འདོད་ན་ཡོད་པ་མ་ཡིན་མེད་པ་མ་ཡིན་གཉིས་ཀ་གཉིས་མེད་མ་ཡིན་ཟེར་ཅི་ཡང་མེད་ཟེར་བ་ཅི་ཨཱ་ནི་ཅི་ཡང་མཐའ་བཞི་དང་བྲལ་བ་ཅིག་བསྒོམ་སྟེ་ཡར་སོགས་དྲག་ཟུང་ཅིག་འབད་བ་ཕྱིན་དེའི་གི་སྟན་ལས་སྟན་འདེབས་དགོས་པས་དེ་ཡང་ཕྱི་ནས་སྤང་བར་འགྱུར་ཟེར་བ་དེ་ལས། བདེན་པ། བདེན་པར་མ་གྲུབ་པ་དང། བདེན་མེད། བདེན་པར་མ་གྲུབ་པ་བདེན་མེད་ཉིད་དུ་འཛིན་པ་གཉིས་ཀ་གཉིས་མེད་མ་ཡིན་པ་འཛིན་པའི་གི་ཆོས་ཐམས་ཅད་བག་ཆགས་དང་བཅས་པ་བག་སྤང་བར་འགྱུར་བ་ཡིན། དད་པའི་འོག་ལ་བརྟེན་ཏེ། ཆོས་དང་ཆོས་བརྒྱུད་མ་ལྟ་བུ་རྨི་ལམ་ལྟ་བུ་ལས་ཤུམ་པའི་ཤེས་བྲག་ཟུང་ཆུ་བེ་བ་བཞིན་རང་གི་རྒྱུད་ལུས་ཉོན་མོངས་ཀྱི་སྤང་བ་ཚུགས། ད་ལྟ་སྒྱུ་མ་མཁན་ཁོ་རང་གིས་བཟོས་བཞག་པའི་གི་སྒྱུ་མ་སྦུབ་མོ་འདི་ལ་ཆགས་པ་སྐྱེ་མེད་དེ་ཁོ་གི་རྒྱུད་ལུས་ཡང་སྟོང་པ་ཉིད་ཀྱི་བག་ཆགས་མེད་པ་ལུས་བརྟེན་ཏེ་གི་ཡིན། གལ་སྲིད་སྟོང་པ་ཉིད་ཀྱི་བག་ཆགས་དེ་ལས་ཤུམ་དེ་ཡོད་བྲག་ཟུང་ཆུ་བེ་བ་བཞིན་ཏེ་ཨ་ནི་ཟུང་གི་ཉོན་མོངས་དེ་མི་སྐྱེ་སོགས་མེད། ཨེ་མ། དང་པོ་སྟོང་པ་ཉིད་ཀྱི་བག་ཆགས་ཡོད་བ་ཅིང་དངོས་པོ་ལུས་བདེན་པར་འཛིན་པའི་བདེན་འཛིན་གྱི་བག་ཆགས་དེ་སྤོང།

དེའི་བེ་ནི་དེ་གི་དེ་སྒྱུ་མ་ལྟ་བུ་ཤེས་པ་ཅན། རང་གི་རྒྱུད་ལ་ཡང་ཉོན་མོངས་སྤངས་ནི་ལོ་ཕན་ཐོགས་ཡོད་སོ། ད་ལྟ་ཁོ་གི་མ་སྤངས་མི་དེ་ཁོ་རང་སྟོང་པ་ཉིད་ཀྱི་བག་ཆགས་མ་བསྒོམ། དེ་ལས་སྟོང་པ་ཉིད་མ་བསྒོམ་དེ་ལས་སྟོང་པ་ཉིད་ཀྱི་བག་ཆགས་དེ་སྟོབས་ཆུང་བའི་སྟོབས་ཀྱིས་བས་ཤིང་ན་བས་དེ་ཁོ་རང་དེ་བས་སྐྱེ་གོ་མ་གཏོགས་གཅིག་པུ་ལོ། ཁོ་སྟོང་པ་ཉིད་ལ་བསྒོམ། དེ་ལས་ད་རུང་ཡང་སྒྱུ་མ་ལྟ་བུ་ཤེས་དེ་གི་བས་ས་ཆུ་རུང་དེ་ཆགས་པ་སྐྱེ་གོ་མིན་སོ། དེའི་བེ་ནི་དེ་གི་སྟོང་པ་ཉིད་ཀྱི་བག་ཆགས་དེ་བསྒོམ་པ་ཅན།

བྱམས་པ་རྣམ་པ་དབང་ཇི་ལྟར་མཁྱེན་པ་དང་ཀུན་རྟོག་བཟང་པོ་འདི་ཡང་དེ་བཞིན་དུ་འདི་དག་ཀུན་གྱི་རྗེས་བཟུང་དང་བློ་ཅི་སྐྱེ་བ་དེ་དག་ཐམས་ཅད་རང་འདུག།